སངས་རྒྱས་ཆོས་བདུན་དུ་ནི་མ་ནི། མ་ནི། ཧན་གོ་རང་མའི་སྐབས། ལ་ཡོད་དཀའ་ལུས་ཡོད་དཀའ་མ་ནི་མི་འདྲ་ཡོད་དཀའ། ལྟེ་བ་ནས་ཤུགས་མངའ་ལོག་པའི་གཟུགས་སྦྱོར་ཏེ། ཡོད་པོ་ཡོད་དཀའ་ཨ་ཟེར་ན་ས་འདྲུད་ཅང་མི་དཀའ་བ་ཉག། ཡོད་ན་དཀའ་གཟུགས་ཡོད་དཀའ། མདོག་དཀའ་གཟུགས་ཡོད་དཀའ་སེར་པོ་དམར་པོ་སྔོན་པོ་ཡོད་དཀའ་ཚ་སྐྱི་ཡོད་དཀའ། ཡོན་ཏན་སྐྱི་ཡོད་དཀའ་ཟེར་ན་ཤ་རྒྱུས་མི་དཀའ་བ། ཨི་ན་ཅོ་སེར་ནོག་པ་རྣམས་སོག་མ་བ་ལ་ནོག་བ་ཉག། དཀའ་གཟུགས་ཉོན་མོངས་སྤ་ཡོད་རྡོ་ཆག་བཞི་དང་གཏི་མུག་ང་རྒྱལ་ཕྲག་དོག་འགྲན་སེམས། དེ་བ་སྐྱི་བཟང་ནོག། ཉོན་མོངས་སྤ་བྱ་ནོ། དེ་བས་ང་དང་ངན་པའི་ཕྱོགས་ལ་ཁྱེར་གན། ལ་ཟ་ངན་པ་ཟག་བཅུག་གན། དེ་ན་སྲོག་ལ་ཅི་ཅིག་རྣམ་རྟོག་པོ་ནོ། རྣམ་སྲོག་བཅུ་བ་ནོག་མེད། རྣམ་རྟོག་པའི་དགྲ། རྣམ་རྟོག་པའི་བགེགས། རྣམ་རྟོག་པའི་བདུད། རྣམ་རྟོག་པའི་དགྲའི་ལྷ་སྡེ་ད་ཅི་ཚང་མ་ནོག་པ་ནི། དེ་ཚང་མ་རྣམ་རྟོག་བཅུ་བརྟེན་ནོ། འོ་ད་དེ་བས་ཀ་ང་དང་ལོ་འཁྲུལ་ན་འཁྲུལ་ན་དེ་ནས། ཐར་པ་དང་ཐམས་ཅད་མཁྱེན་པ། ངོ་བོ་གནས་དྲངས་ནས་སྐྱོབ་ཐུབ་གང་ནས་སྐྱབས་ན། དཀོན་མཆོག་གསུམ་རྣམ་པ་གསུམ་པའི་དེ་ནས་བྱིན་རླབས་ཨང་འཇུག་ཅན་མན་ནོ། དེ་ནས། གཉིས་པ་ནི་སྣང་སྤང་འགྱུར་བ་མན་ནོ། ནང། ཕྱི་ནང་གི་ཁྱད་པོ་ཅི་ནོ་ཟེར་ན། ཕྱི་ནང་གི་ཁྱད་པོ། སྐྱབས་འགྲོ། སུ་ཡིས་སངས་རྒྱས་ཆོས་དགེ་འདུན་ཚང་ག་ལ་སྐྱབས་འགྲོ་བསྐྱོད། སྐྱབས་འགྲོ་དེ་གཅོད་ཐལ་ཟེར་ན་ད་ཡིན་ན་གཟུགས་ད་ཡིན་བདག་སྲས་བོའི་མངའ་ཐང་ཅི་བཤད་ཟེར་ནོ་སྐྱོབ་དཀའ་ནིང་པོ་འཚང་ཁ་ཧ་གོ་དེ་ནོ། སུ། སངས་རྒྱ། ཆོས། དགེ་འདུན། སངས་རྒྱ་ཆོས་དང་ཚོགས་ཀྱི་ཚོགས་རྣམས་ལགས། ད་དེ་བར་ནས་ཡོད་བཀག་ལས་དེ་བ་རྣམས་ཚགས་པར་སྐྱབས་བཅོལ་དགོས་ཟེར་ནོ། བྱང་ཆུབ་དཔལ་དུ་བདག་ནི་སྐྱབས་སུ་མཆི། བྱང་ཆུབ་ཟེར་ན་སངས་རྒྱས་ལ་ཟེར་ནོ། ནམ་འཇིག་ཚགས་པ་རང་སངས་མི་རྒྱས། དེ་ལྟའི་ཚགས་པ་ཉིད་སངས་རྒྱས་ཆོས་དགེ་འདུན་ཚང་ག་ལ་སྐྱབས་སྤྱོད་ལས་ཟེར་ནོ། ད་ཚིག་ལ་བསམ་པ་དང་ཨོ་ཐུག་ཨུ་ཏང་སེ་སྤྱོད། དེ་ནས་ལབ་ནང་དགེ་བ་ནང་བསྒྱུར་ནང་བདེན་པ་བྱིན་རླབས་རྒྱུ་བ་ནོ་སྨོན། དེ་བས་ན་ཁ་ཡག་མི་དགེའང་བསམ་རྒྱུད་བཀྲམ་རྒྱུད་ཅང་མེད་པར། སངས་རྒྱས་ཆོས་དང་ཚོགས་ཀྱི་བསོད་ནམས་ལ་གཟེར་བཏང་ན། དེ་ནི་དོན་དག་མེད་བཀའི་འགྱུར་ལྟར་རོ། ས་པའི་ཞི་ལྷོད་བཅོས་སུ་འདུག་ཟེར་ཞོར་ལོག་ཁ་གཅིག་མིན་ན་ཡོད་མེད་དགག་ད་ཁོ་བ་ཙམ་ཞིག་གཟུགས་ཆ་ཆེ་རག་ཙབ་འདུག་ཟེར་ན་ཆགས་སྲེད་ཕུར་ཐལ་དེ་མང་བོ་བྱོས་ཏེ་བྱོལ་བསྐང་ནི་ང་དང་ནང་ཚང་མ་བསྡུ་བ་དེ། བྱོལ་བསྐང་མོ་གྲ་བ་རིག་ཁྱོང་ཟེར་དེ་བ་སྐུ་རིམ་ཆོས་ཆེ་གཅིག་པའི་བྱོལ་བསྐང་དེ་རྣམས་བཀག་པ་དེ། ཨ་ནང་ཨ་ཡོད་བཞུགས་སེ་ཡོད་དེ་སྐུ་གསུང་ཐུགས་སེང་གི་ཡོད་དགག་པ། ཨོ་དེ་པ། དེར་ན་གྲོང་པའང་ནི་མིའི་འོ་ནི་སྐྱབས་བཅོལ་བྱེད་སྲིད་ན་ས་ནོག་པ། ང་དོག་སོང་དེ་ཆོད་མེད་ཕུལ་དགོས་གཡོན་ཆབ་ཕུལ་དགོས་བཀའ་སྤྱི་བསྐྱོད་དགོས་དེ་ནས་ཞབས་ཅིག་འདུག་སྟེ་དེ་ནས་ཨོ་ད་སངས་རྒྱ་ཆོས་ཚོགས་མ་འོན་བསྐྱོར་དེ་མ་གྱུར་སེམས་ཅན་ཐམས་ཅད་དེ་འོན་བསྐྱོར་དེ་མ་འདྲ་ཞིག་བདུད་བཟོད་ཞིག་ཕུལ་དེ། ཨོ་ད་དེ་གཟུགས་ཞིག་དེ་མ་ནས་བཅོ་དགོས་པ་ཉང། འོ་དེ་བྷི་ཡ་ད་ནི་སྨྲ་ཁ་བཙལ་ནས་ནོར་བ་ཡིན། ད་ལྟེ་བོ་ནམ་ཆགས་པ་སྤྱོད་སྒོ་ཟ་ནོ་ཟེར་ན། ནམ་གྱི་ཆགས་པ་རང་སངས་མི་རྒྱ་སྟེ་ཏེ་ཆགས་པ། ད་སངས་རྒྱ་སྨྲ་ནི་ད་རུང་ཐག་རིང་ཡིན་ནོག་པ་ང་ཐང་ག་ན་འདུག་ཟེར་ན། འཁོར་བ་ནོག་ནི་ད་རུང་འཁོར་བའི་ནང་ནས་བིང་དགོས་ཐར་པ་ཐོབ་དགོས། དེ་ནས་ཐམས་ཅད་མཁྱེན་པའི་གོ་འཕང་དེ་གཟུགས་ཀྱི་སྤྱོད་བྱེད་བྱ་ཆོག་པ། འོ་ད་ཏེ་ཏེ་ཆགས་པ་ལྟེ་བོ་ནང་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཏེ་གཡས་པའི་སྐྱབས་གྲོགས་མཆོག་ད་ནོག་ནི། དང་སྐྱབས་འགྲོ་བཅོལ་ཟེར་ན་དེ་ནས་ཡིད་བོ་སྐྱབས་འགྲོའི་ཡུལ་བོ་ནང་སྐྱབས་འགྲོས་སྐྱབས་སུ་འགྲོ་བའི་ཚད་དོ་ཞེས་ཟེར་ནོ་སྟེ། ཤོ་ལོ་ཀ་བས་ན། སྐྱབས་འགྲོའི་ཡུལ་བོ་ཀ་བ་ཞེས་ཟེར་ནོ་ཟེར་ན་སངས་རྒྱས་ཆོས་དགེ་འདུན་ཚང་ཀ་ཞེས་ཟེར་ནོ། སྐྱབས་སུ་འགྲོ་བའི་ཚད་དོ་ཟེར་ན་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ཏེ་ཨི་ནས་ནམ་གྱི་ཚགས་པ་སངས་མི་རྒྱ་སྟེ་སྟེ་ཚགས་པ་ཟེར་པ་སངས་ཁོའི་ཚད་དོ་ར་ག་ནས། ད་དེའི་སྟེང་མོ་ནས་དེ་ནས། ད་རུང་ཡོད་དཀའ་ལས་གཙོ་བོ་སྐྱབས་འགྲོའི་བསླབ་བྱ་བར་ནོ། བསླབ་བྱ་ལ་བསླབ་དགོས་ཞེས་ལུགས་དང། སངས་རྒྱས་ལ་སྐྱབས་སུ་སོང་པ་ནི་བ་ཅིས་བྱོན་ཅིས་མི་བྱོན། ཆོས་ལ་སྐྱབས་སུ་སོང་པ་ནི་བཀའ་ཆོས་ཆོ་ག་དང་ཆོས་ཆོ་ག་མིན་ནོ། ཡིད་ཡ་དེ་ན་སོགས་ལ་དགེ་འདུན་ལ་སྐྱབས་སུ་སོང་པ་ནི་བ་ཅིས་བྱོན་ཅིས་མི་བྱོན། སྒྲུབ་པའི་བསླབ་བྱ་དང་དགག་པའི་བསླབ་བྱ་ཟེར་ཏེ་བསླབ་བྱ་བ་ལ་གཉིས་སྦྱོར་སྐབས་པ་དབྱེ་པོ་མ་ནི་སྒོ་མའི་བཀའ་མ་ནི་ནང་པ་སྒྱུར་བྱེད་ལ་སྐྱབས་འགྲོ་བོ་ཞེས་སྒོ་ཕྱེ་ཐོག་མ་ཁག་ཏྲ་ནས་ནོག་ངེའོ། དེའི་ཚིག་ནི་སྐྱབས་འགྲོ་ཡོད་པའི་ནང་པ་སྒྱུར་པའི་ཚིག་ནི་དེ་ནས་མ་ནས་དོན་ཅོག་གསུང་བ་ནི་དེ་ནས་ཡོན་ཅབ་ཆོས་སྨོན་ཕུལ་ཅོག་དེ་ནས་ན་སྐོར་ཆོས་སྐོར་དང་ཅོག་དེ་ནས་མ་ནས་ཁོ་རང་བྱང་ཆུབ་ཀྱི་སེམས་སྒོམ་མེད་ནང་ངེས་ཀྱི་མ་ནི་སྤྱིའི་བཛྲ་སྡེར་སྣང་སྒོ་མ་ཁོ་རང་ནང་པ་ཁོ་རང་མ་ནི་དེ་བརྟེན་མ་ཆོད་ན་ནང་པ་ཁོ་རང་མ་གུས་ར་བའི་བཀག་པ་ལས་ལྷ་ཞིག་ནང་དེ་ན་ལྷུ་ཞིག་ནང་དེ་ཟུག་ཤེས་བའི་ཡི་ཆད་ཞིག་བཅོད་འདུག་བས་ན། དེ་བོན་མིར་གྱུར་སྔར་མ་དེ་ན་ན་ང་དང་ཨའི་བྱམས་ཕྱོགས་ན་ཡིག་ཚང་མའི་བསྐོར་བས་ན་ཨ་ཡི་འབྲོག་པ་མི་རིགས་པོ་ན་ཉམས་པོ་སྔར་མ་མི་རིགས་གཅིག་གཅིག་འབྲོག་པ་ནོག་པ་འབྲོག་པའི་མི་རིགས་སོ་ཨར་ཡན་འཛེར་ར་མེར་བ་ལས།